ལྷག་བསམ་ཚོགས་པའི་ཚོགས་གཙོ་མཆོག་གིས་གཙོས་པའི་ཚོགས་མི་ལྷན་རྒྱས་ལས་ལྷག་དཀར་གྱི་ཉིན་མོ་འཚམས་འདྲི་ཞུ་གི་ཡོད། དེ་ནས་སྤྱི་འཐུས་ཁོང་ཚོ་སྐྱབས་མགོན་ཆེན་པོ་མཆོག་ལ་གུས་ཕྱག་སྔོན་དུ་བཏང་བའི་ཐོག་ནས་གུས་པས་དེ་ནས་མ་རང་ཉིད་དབུས་གཙང་སྤྱི་འཐུས་ལས་ལངས་དགོས་པའི་རྒྱུ་མཚན་དང་ངོ་སྤྲད་དུས་སུ་དོགས་འདྲི་ཞིག་ཞུ་ཆོག་པ་ཅིག་ཞུ་ཡི་ཡིན། དབུ་ཁྲིད་རྣམ་པ་འཕོ་འགྱུར་གྱི་ལས་འགན་ཇི་ཡོད་རེད། བྱས་ཙང་འདི་ཡི་ལོ་ལྔ་ཚན་རེ་ནས་ཐུགས་སུ་སླེ་བསྡད་ཀྱི་ཡོད་རེད། ད་ཉིས་སྟོང་ཉི་ཤུ་རྩ་གཅིག་ལས་ནི་སྲིད་སྤྱི་གཉིས་ཀྱི་འོས་བསྡུས་ཐུགས་སུ་སླེ་དུས་ཙམ་པ། ད་དེ་ནང་ལ་ལས་སྲིད་སྐྱོང་གི་སྐོར་ལས་ནི་ད་ང་ཚོ་དེ་ག་ཙང་བགྲོ་གླིང་དང་དེ་ཚོ་ཐུགས་སུ་རབ་བསྒྲིམས་པ་བགྲོ་བཞིན་པ་དང་དེ་འདྲ་ཞིག་ཆགས་བསྡད་ཀྱི་ཡོད་རེད། ཨཱ་ནི་དེ་ནི་ཅིག། ད་སྤྱི་འཐུས་བྱས། སྤྱི་འཐུས་དེ་ཨཱ་ནི་ང་རང་ཚོ་བོད་ཆོལ་ཁ་གསུམ་གྱི་ཆོལ་ཁ་རེད་རེད་ནས་འདུག་ཟེར་སྤྱི་འཐུས་ཆོས་བརྒྱུད་འདུག་ཟེར་ཞེས་ཞེན་བྱས་འདུག་ཟེར་རོ་བ་བྱས་ཙང་གདམ་བདེན་གདམ་གི་ཡོད་བ་རེད་དེ་འདྲ་ཡིན་ཙི་ཙམ་པ། ཨཱ་ནི་སྔོན་འགྲོ་ངེས་ཤེས་ཀྱི་བརྒྱུད་རིམ་ཅིག་གི་ཐོག་ནས་ང་ཚོ་མཉམ་ཞུགས་ཞུ་ཡ་དེ་འདྲ་ཡོད་བསྡད་བ་རེད། ད་ང་རང་འགྲོ་ཅི་ལ་ཆ་འཛིན་པ་ཡིན་ན་ཨཱ་ནི་དབུས་གཙང་གི་སྤྱི་འཐུས་ལོས་འདུག་ཟེར་ལངས་བྱས་དེ་འདྲ་ཅིག་ཡིན། ནས་གུས་པའི་མིང་འདི་རིག་འཛིན་ལྷུན་གྲུབ་བྱས། ནས་ཅིག་ཁྱེད་མིང་དེ་བྱང་པ་རིག་འཛིན་ལྷུན་གྲུབ་སི་ཏུ་ཞུ་གི་ཡོད། ནས་གུས་པ། ནས་ཅིག་བོད་གཙང་ལ་སྟེ་བྱང་ངབ་རིང་རྫོང་གི་གྲོང་གསེབ་ཆུང་ཆུང་ཅིག་ཏུ་སི་སྐྱེས། དེ་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལས་བཙན་བྱོལ་ལ་ཏུ་སི་བྱས་འབྱོར། དེ་ནས་གཞི་རིམ་གྱི་སློབ་སྦྱོང་དེ་སུ་ཇཱ་བྷེ་ཀྱིམ་སློབ་གྲྭ་བྱས། དེ་ནས་ཉིས་སྟོང་བཞི་ལས། ཝཱ་ར་ཎཱ་སི་ཆོས་སྡེའི་གཙུག་ལག་སློབ་གཉེར་ཁང་ལས་དུ་སེར་སློབ་ཞུགས་སུ་བྱས་ནས། གཙུག་ལག་སློབ་གཉེར་ཁང་དུ་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གནས། གཙོ་བོ་ནང་དོན་རིག་པ་དང་དེ་ནི་བོད་ཀྱི་སྐད་ཡིག་རྩོམ་རིག། དེ་དང་མཉམ་དུ་སྐད་ཡིག་དབྱིན་ཇི་དང་ལེགས་སྦྱར། ད་ག་ནང་བཞིན་གྱི་དན་རྟགས།

ཁྱད་འཕགས་སློབ་དཔོན་དེ་འདི་དབྱིན་སྐད་ཐོག་ལ་ཨེམ་ཕིལ་ལ་ཡོད་དོ་ཨེམ་ཕིལ་མུ་དེ་ནི་བོད་ཀྱི་ད་ནང་དོན་རིག་པ་ལ་དུས་ཚོད་སློབ་སྦྱོང་བྱས་ནི་དེ་ནི་ཉིས་སྟོང་བཅུ་དྲུག་ལས་དུས་ཚོད་འབུམ་རམས་པ་གི་བར་སློབ་སྦྱོང་བྱས་ཉམས་ཞིབ་བྱས་ལས་དུས་ཚོད་ཞུགས་བྱས་དེ་འདྲ་ཡིན་བྱས་ཙང་དེ་ཡིན་ཙང་ནི་དེ་འདི་བྱ་ལས་དུས་ཚོད་འབུམ་རམས་པ་གི

སོ་སོས་གང་ལྟར་འཚར་ལོངས་བྱུང་ཡས་དང་སོ་སོ་ལས། སོ་སོའི་སྐྱེས་ས་དེ་ད་ཕན་གྲོང་གསེབ་ཁུག་ཀྱོག་ཞོལ་ཅིག་ལ་སྐྱེས་བ་ཡིན་པ་ཡིན་ནའི། བཙན་བྱོལ་དུ་ཟི་ལི་བའི་རྗེས་ལས་ནུབ་ཀྱི་གཅུང་ནོར་ཀོང་ཚ་སྐྱབས་མགོན་ཆེན་པོ་མཆོག་གིས་དབུས་བས་ཀྱི་ད་ང་རང་ཚོ་མི་རབས་གོང་མ་ཚོ་གི་ཐུགས་རྗེ་བཀའ་དྲིན་ལས་བལྟས་རྗེས། གོ་སྐབས་གཞན་སློབ་སྦྱོང་བྱས་ཀྱི་གོ་སྐབས་ཐུགས་སུ་ཅི་རག་བྱས། དེ་འདྲ་ཅིག་ཡིན་བྱས་ཙང་ད། སོ་སོ་ཡིན་པའི་ཡིན་ནའི་ཤེས་ཡོན་སློབ་སྦྱོང་གི་གོ་སྐབས་རག་ཡས་དེ་ནི་བཀའ་དྲིན་ཅན་གྱི་མི་མང་པོ་ཞེ་བོ་གཅིག་གི་ཐོག་ནས་དུ་ཚེ་རག་བ་ཡིན་དེ། ད་དེ་གར་ཟེར་ན། སོ་སིའི་ངེས་ནས་ད་བཀའ་དྲིན་ཅན་གྱི་གོ། བཀའ་དྲིན་སུ་ཡས་ཟེར་དེ་ད་ད་དཔལ་དཀའ་ལས་ཁག་པོ་ཅིག་རེད་དེ་ཡིན་ནའི་སོ་སོའི་སྤྱི་ཚོགས་ནང་ལོགས་ལས་སྡེ་བའི་ཁབ་ནས་ནི་ཅིག་སྤྱི་ཚོགས་ཀྱི་ལས་རིམ་ནི་བ། ཤུ་ལི་ཕག་ཐུགས་སྲས་བཞུགས་ཡས་དུས་སུ་ཐུགས་སྲས་ཆེན་མོ་དེ་ནི་དེ་འདྲའི་སྔེ་མ་ནས་བྱས་ཏེ་དེ་སྔའི་ཇི་ཡིན་ཅེས་དང་སློབ་གྲྭ་ལ་སྡེ་བའི་སྐབས་ནས་ཉིས་སྟོང་ཉིས་སྟོང་བདུན་ནས་ཉིས་སྟོང་དགུ་བར་དུ་རིག་རླབས་ཀྱི་དུས་དེབ་ཀྱི་རྩོམ་སྒྲིག་པ་དང་དེ་ནི་དེ་མཉམ་དུ་ཉིས་སྟོང་བདུན་ནས་ཉིས་སྟོང་དགུ་བར་དུ་བོད་ཀྱི་གཞི་ནི་ནང་ཆེན་མཐུན་ཚོགས་ཀྱི། རིག་གཞུང་འགན་འཛིན་དེ་ནི་ཉིས་སྟོང་དགུ་ནས་ཉིས་སྟོང་བཅུ་གཅིག་བར་དུ་བོད་ཀྱི་གཞོན་ནུ་ནང་ཆོས་མཐུན་ཚོགས་ཀྱི་ཚོགས་གཙོ་བྱས། དེ་ནི་ཉིས་སྟོང་བཅུ་གཅིག་ནས་བཅུ་གཉིས་བར་དུ་རྙིང་མིའི་སློབ་གཉེར་གྱི་བདེ་དོན་ལྷན་ཁང་གི་དངུལ་གཉེར། དེ་ནི་ཉིས་སྟོང་བཅུ་ནས་ཉིས་སྟོང་བཅུ་བཞི་བར་དུ་ཝར་ན་ས་གནས་བོད་དུས་ལྷན་ཁང་གི་ཚོགས་མི་དང་ཉིས་སྟོང་བཅུ་གཉིས་ནས་ཉིས་སྟོང་བཅུ་གསུམ་བར་དུ་ཝར་ནིའི་སློབ་གཉེར་བོད་ཀྱི་བདེ་དོན་ལྷན་ཚོགས་ཀྱི་ཚོགས་གཙོ། ནས་ཉིས་སྟོང་བཅུ་གཉིས་ནས་ཉིས་སྟོང་བཅུ་ལྔ་བར་དུ་རྒྱལ་སྤྱིའི་ན་གཞོན་གོང་འཕེལ་དང་ཉེར་སྲུང་ཚོགས་པའི་བོད་རིགས་འཐུས་མི་དང་དེ་ནས་ཉིས་སྟོང་བཅུ་གསུམ་ནས་བཅུ་བཞི་བར་དུ་བ་ན་བོད་ཁྱིམ་སློབ་ཟུར་གྱི་དངུལ་གཉེར་བ་དངུལ་གཉེར་བྱས་དེ་ནས་ཉིས་སྟོང་བཅུ་གསུམ་ནས་བཅུ་བཞི་བར་དུ་བོད་རིགས་མཐོ་རིམ་སློབ་མའི་ཚོགས་ཆེན་གྱི་སྤྱི་ཁྱབ་འབྲེལ་མཐུད་པ་དང་ཉིས་སྟོང་བཅུ་དྲུག་ནས་རྒྱལ་སྤྱིའི་དབུ་མའི་ལམ་གྱི་མི་དམངས་ལས་ཁུངས་ཁང་གི་དབུས་རྒྱུན་དུ་བྱས། མུ་མཐུད་ནས་དེ་དག་དབུས་རྒྱུན་དུ་ཞུ་ཞབས་ཞུ་སྒྲུབ་བཞིན་པ་ཡིན། དེ་ནས་ཉིས་སྟོང་བཅུ་བདུན་ལོ་ལས་ནི་ཀུན་བཏུས་ཀྱི་མཛད་རྣམ་ལྷག་པར་དུ་ཀུན་བཏུས་ཀྱི་ཆབ་སྲིད་ཀྱི་ཐོག་ལས་དང་སྐུ་ལས་ག་ཚོད་སྐྱོན་མ་སྐྱེན་གྱི་ཐོག་གི་སྐོར་གྱི་དབྱིན་སྐད་ཐོག་ལས་ཡོད་བས་ཀྱི་དེབ་བདེན་པ་དང་འཚེ་བ་མེད་པའི་སྦྱོར་བ་ཕྱག་བཞེས་ཟེར་བ་ནི་བལ་སྐད་དུ་དུག་སེལ་གྱུར་ཅིག་བག་གྲིམས་བྱེད་པ་དེ་འདྲ་ཅིག་ཡིན། འདི་ནི་ཉིས་སྟོང་བཅོ་བརྒྱད་ནས་བྱས་ཀྱི་ཝར་ན་སློབ་གཉེར་ཁང་གི་སློབ་གཉེར་བའི་ཁ་བརྡའི་སྤུས་ཚད་ཚོགས་ཆུང་གི་ཚོགས་མི་དང་འདི་ནི་ཉིས་སྟོང་ཉི་ཤུ་ནས་བྱས་ཀྱི ྋགོང་ས་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་གཅིག་སློབ་དཔོན་གྱི་ཞབས་ཞུ་དུག་སེལ་སྒྲུབ་བཞིན་པ་དེ་འདྲ་ཅིག་ཡིན། བྱས་ཙང་དེ་བས་ཀྱི་ད་དེའི་ནང་བརྒྱུད་རིམ་ནང་ལོགས་ལས། སྤྱི་ཚོགས་ཞབས་ཞུ་དེ་འདྲ་རེད་ཨ་ནི་ཞར་དང་ཞོར་ལས་ད་གང་དག་ཤེས་ཡོན་གྱི་ཐོག་ལས་ཡིན་པ་ཆ་འཛིན་པ་ཡིན་ན། དེབ་ཅིག་ཏུ་གཟིགས་རྒྱུར་བྱས་པར་དྲིན་བྱས་བ་དང་དེ་དང་མཉམ་དུ། དེ་ང་རང་ཚོའི་བོད་ཀྱི་ཨ་ནི་ཆབ་སྲིད་དང་དཔལ་འབྱོར་དང། རིག་གནས་དེའི་ནང་ནས་ད་གཙོ་ཆས་ཅིག་ཆབ་སྲིད་ཀྱི་ང་རང་ཚོ་དཀའ་ངལ་ཆེན་པོ་ཅིག་གི་ཐོག་ནས། བོད་གཞིས་བྱེས་གཉིས་ཀྱི་དེ་བས་ཡིན་དེ་ཨ་ནི་ཆབ་སྲིད་དང་འབྲེལ་བའི་གི་ཐོག་ལས་དེ་ད། རྒྱལ་སྤྱིའི་ནང་ལོགས་ལ་རྩོམ་པ་པོ་གིས་བོད་དོན་གྱི་ཐོག་ལས་བྲིས་བྱ་བའི་དཔྱད་རྩོམ་དང་དེ་འདྲའི་མང་པོ་ཅིག་བོད་སྐད་ལ་བསྒྱུར་ནས་ནི་དུས་བབ་དང་དེ་འདྲ་ཁ་བཏགས་དང་བང་ཆེན་དང་དེ་འདྲ་ལས་ཅིག་སྟོན་ཡན་དང་དེ་འདྲའི་བྱེད་བྱེད་ཅིག་བརྒྱུད་རིམ་མུ་མཐུད་ནས་འདུག་ཟེར་ཤེས་ཡོན་གྱི་ཐོག་ནས་ཡང་སྤྱི་ཚོགས་ནང་ལོགས་གོ་རྟོགས་འཕེལ་ཡ་དེ་འདྲའི་ཞབས་ཕྱི་ཞུ་བ་དེ་འདྲ་ཡིན། ཟེར་ས་འདི་ཡས་ནི་སུད་སི་གི་ཏཱ།

དེ་མཚན་གཞི་དེ་གར་ཟིན་ན། དང་པོ་དེ་སྤྱི་ནོར་ཁོང་ཚོ་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་རྒྱུན་ལེན་གྱི་ཐོག་ནས་ཨ་ནི་ཅིག་ང་རང་ཚོ་བཙན་བྱོལ་སྤྱི་ཚོགས་རེད་ཨ་ནི་འཛམ་བུ་གླིང་མཁྱེན་ཡོང་ལེ་ཨ་ནི་ལག་བསྟར་ཡོང་ཡ་ལེ་ཨ་ནི་ཅིག་གར་ས་མཉམ་ཞུགས་ཞུ་དེ་བྱེད་ཡ་དེ་ཡིན། གཉིས་པ་དེ་བོད་མི་རིགས་ཀྱི་ཨ་ནི་ངོ་བོ་རྒྱུན་འཁྱོངས་བྱེད། གསུམ་པ་དེ་བོད་མི་རིགས་ཀྱི་འཐབ་རྩོད་རྒྱུན་འཁྱོངས། བཞི་བ་དེ་བོད་མི་མི་རབས་གཞན་པའི་གི་འོས་འགན་དང་ཨ་ནི་མ་འོངས་པའི་གི་བེ་ཟེ་ཚ་གནད་དོན་བཞི་གི་ཐང་ནས་དོད་སོ་བྱས་ནི་ཕྱི་དེ་ལས་ལང་གི་ཡོད། དང་པོ་དེ་ཆ་འཛིན་པ་ཡིན་ན་དན་དེ་གི་བོད་ཀྱི་གནས་སྟངས་རེད། དེ་ནས་མ་ད་གང་ད་ཡོང་གི་གི་ལོ་ལྔ་བཅུ་དྲུག་ཅུ་ནང་ལོག་ལས་ཁང། ང་ཚོའི་གིས་བོད་ཀྱི་གནས་སྟངས་དེ་ག་འདྲ་ཅིག་ཆགས་དང་མ་ཆགས་ཟེར་དང། ཨ་ནི། བོད་ཀྱི་གནས་སྟངས་དེ་ངོས་འཛིན་བྱས་ལེ། ང་ཚོ་སློབ་སྦྱོང་ཞུ་གི་ཡས་གི་ད་གང་ལྟར་གཙོ་བོ་གཅིག་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ཆགས་འདོད་ཀྱི་ཡོད་རེད། ཨ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལེ། ང་ཚོའི་སློབ་སྦྱོང་ཚན་ལྡན་ཅིག་བྱེད་མ་ཐུབ་པ་ཡིན་ན། དེ་འདྲ་དེ་འདྲ་རེད་དེ་ཡིན་ནི་ཡོང་རྒྱུས་ཀྱི་ནི་ལོ་ལྔ་བཅུ་དྲུག་ཅུ་དེ་ནི་མ་བྱས་གང་ལྟར་ལོ་བརྒྱ་སྐོར་དེ་འདྲིས་ཀྱི་བོད་མི་རིགས་ཀྱི་ཨ་ནི་མདུན་ལམ་ཟེར་ན་རེད་དེ་ད་གང་འདྲ་ཅིག་ཆགས་མ་ཆགས་ཟེར་དེ་ཉེན་ཁ་ཚ་བོ་ཅིག་ཐུག་ཚེ་ཆགས་བདེ་བ་ཅིག་མཐོང་སྡོད་ཀྱི་ཡོད་དེ་འདྲ་ཡིན་དང་ཡིན་ཙང། དེ་འདྲ་ཅིག་ཕྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་བར་དུ་འཛམ་བུ་གླིང་སྤྱི་ཡོངས་ཀྱི་ཨ་ནི་འགྲོ་བ་མིའི་གི་བདེ་སྡུག་ལས་སྨིན་པའི་གི་ཅིག་ག་རེ་ཟེར་ན། ལམ་སྟོན་བཀའ་སློབ་རེད། དཔེར་ན་ཆོས་གཅིག་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་དང་ད་ག་ནང་བཞིན་གྱི་ཆོས་ལུགས་མཐུན་སྒྲིལ། ད་ག་ནང་བཞིན་གྱི་མིའི་གྱི་གཞི་རྩའི་ཨ་ནི་ཅིག་ག་བཟང་སྤྱོད་གོང་འཕེལ། ལྷག་པར་དུ་ཨ་ནི་ཅིག་དེང་དུས་ཀྱི་ཨ་ནི་ཚན་རིག་དང་ནང་པའི་ཨ་ནི་ཅིག་ཟབ་ཞིང་རྒྱ་ཆེ་བའི་གྱི་ཨ་ནི་ཅིག་གཞུང་ལུགས་ཀྱི་ནང་གི་ཨ་ནི་སེམས་ཁམས་རིག་པའི་གནད་དོན་མང་པོ་ཞིག་གི་ཐོག་ལས་འཛམ་བུ་གླིང་སྤྱི་ཡོངས་ཀྱི་འཛམ་བུ་གླིང་འགྲོ་བ་སྤྱི་ལས་ཨ་ནི་ཆེ། ལེགས་སྐྱེས་ཕུལ་བྱས་དེ་འབྲེལ་གྱི་རླབས་ཆེན་གྱི་མཛད་འཕྲིན་ད་རླབས་ཆེན་པོ་མང་པོ་ཞིག་ཅིག་ཡོད་དེ་བ་རེད་དེ་ཚོ་གཅིག་རེད། ང་རང་ཚོ་བོད་ལས་ཆ་བོད་མི་རིགས་ལས་ཆ་བཙན་པ་ཡིན་ན་བོད་མི་རིགས་ཀྱི།

ཐུའུ་ཇི་འོད་ཟེར་དང་དབུ་ཁྲིད་བེད་ཀའི་ལམ་སྟོན་འོག་ལས་གནས་ཚུལ་དེ་འདྲ་ཞིག་བྱུང་བ་དེ་གསལ་བོ་རེད། འདི་རྩོམ་པ་གང་ཉིད་ཀྱི་རླབས་ཆེན་གྱི་དགོངས་གཞི་དེ་ཚོ་ལས་ང་རང་ཚོས་ཀྱི་ཅིག་སློབ་སྦྱོང་ག་ཚད་ཅིག་ཞུས་བ་ཡིན་ན་དེའི་ཚོད་ཀྱིས་རང་ཉིད་ག་འདྲ་ཅིག་ཡིན་པ་དེ་ངོས་འཛིན་ཐུབ་བ་ཙམ་མ་ཟད། བོད་ཀྱི་ཨ་ནི་ཅིག་མ་འོངས་པའི་གནས་སྟངས་འདས་པའི་གནས་སྟངས་དེང་དུས་ཀྱི་གནས་སྟངས་དེ་ཚོ་ཡིན་ན་ངོ་སྤྲད་གསལ་བོ་ཡོང་བས། མ་འོངས་པར་ང་རང་ཚོ་བོད་མི་རིགས་ཀྱི་ཨ་ནི་ཁ་ཕྱོགས་དེ་ག་བ་ཅིག་གི་འགྲོ་དགོས་ཡོད་རེད། བོད་མི་རིགས་ཀྱི་རིག་གཞུང་གི་ངོ་བོ་དེ་གནས་བབ་གང་འདྲ་ཅིག་གི་ཐོག་ནས་གནས་ཡས་དགོས་རེད་དེ་ཚོ་ཆ་ཚང་ཨ་ནི་ཀུན་འདུས་ཀྱི་དགོངས་གཞི་ལམ་སྟེང་ནས་སློབ་སྦྱོང་བྱས་པའི་ཐོག་ནས་ཤེས་དགོས་ཡས་དེ་གནད་འགག་ཤུགས་ཅིག་རེད། ང་རང་ཚོ། སྤྱི་དང་ནི་མི་མང་ཟེར་ནས་གོ་ར་ད་གང་ར་ཚོ་ང་ར་ཚོ་བོད་པའི་བོད་པ་གི་ད་ཤིས་ཀ་འགྲོ་ཅི་ལ་ག་རེ་ཡོད་ར་ཟེར་ན། ཀུན་བཏུས་གི་ལམ་སྟོན་བཀའ་སློབ་རླབས་ཆེན་དེ་ཚོ་ཧ་ལམ་མི་རིགས་གཞན་མ་དང་དེ་འདྲ་ལས་ཕེབས་གི་ཡོད་པས་སོ་འགྲོ་ཅི། ནི་ཀུན་བཏུས་གི་ལམ་སྟོན་དེ་ཚོ་ང་རང་ཚོ་བོད་མི་ལི་དམ་ཟེར་འབྲེལ་བ་མེད་པས་སོ་འགྲོ་དེ་འདྲའི་བསམ་བློ་བཏང་དེ་གི་དེ་འདྲ་ཡོད་པས་སོ་འགྲོ་ཅི་འདུག་ཟེར་དེ་ཚོ་ཧ་ཅང་གི་ནོར་འཁྲུལ་ཆེན་པོ་དང་ཉེན་ཁ་ཆེན་པོ་དེ་ཞེ་བོ་ཅིག་ཡིན་པ། ཨ་ནི་དེ་ནི་ང་རང་ཚོའི་སྤྱི་ཚོགས་ནང་ལོགས་ལས་ནོར་འཁྲུལ་གཞན་མ་ཅིག་ག་རེ་ཡོད་ཟེར་ན་ཀུན་འདུས་ཀྱི་དགོངས་གཞི་དང་ལམ་སྟོན་འདི་དག་གིས་ཨ་ནི། ཅིག་གིས་སོ་སོ་ལས་དགོས་མཁོ་ཡོད་དུས་ཙམ་པ་ཨ་ནི་བེད་སྤྱད་དང་སོ་སོ་ལས་དགོས་མཁོ་མེད་དུས་ཙམ་པ་ཨ་ནི་ཡང་ཀུན་འདུས་ཀྱི་གསུང་སྟངས་འདི་དག་ཐོགས་ཚེ་ཀུན་འདུས་ཀྱིས་ཀྱང་ནོར་ཁུལ་དུ་རྡོག་རྡོག་བྱེད་མཁན་དེ་འདྲ་འདུག་ཨ། ད་དེ་ཚོ་གར་སོང་ན་སོ་སོ་སོ་སྟེ་སྨན་པ་ཟིན་ན་རེད་ཡང་ན་སོ་སོའི་རྒྱུད་ཅིག་གར་བོར་ད། ལས་མ་དག་པ་བཟོ་འགྲོ་བ་ཅིག་རེད། དེ་ཡིན་དུས་བརྩམས་པ་དེ་འབྲེལ་གྱི་དབང་གིས་ཨ་ནེ་ཀུན་འདུས་ཀྱི་ཁྱོན་ཡོངས་ཀྱི་ཀུན་འདུས་ཀྱི་བཀའ་སློབ་ལམ་སྟོན་དང་དགོངས་གཞི་ལས་ཨ་ནེ་ང་རང་ཚོ་སློབ་སྦྱོང་ཞུ་མ་ཐུབ་བས་ཀྱི་གནས་སྟངས་དེ་རྟེན་འབྲེལ་གཅིག་གི་ཐོག་ནས་ཡོང་སྡོད་ཀྱི་འདུག་དང་པོ་དེ་ཨ་ནེ་ང་རང་ཚོ་སྣང་མེད་ཤོར་བའི་ཟུར་གྲོགས་ཀྱི་ཆེད་གཉིས་པ་དེ་ང་ཚོའི་ཀུན་འདུས་ཀྱི་དགོངས་གཞི་གླེང་སྟངས་དེ་སུད་སི་གྱི་གྷ་ར་ཚུ་གྷ་ར་ཀུན་འདུས་ཀྱི་དགོངས་གཞི་དེ་དགོངས་གཞི་གང་ཡིན་པ་འདི་དག་ནི་དེ་འདྲའི་ལག་ལེན་ཞུ་སྟངས་ཅིག་ཡོད་རུང་བ། བྱས་ཙང་ལག་བསྟར་བྱེད་ཀྱི་བྱེད་སྟངས་དེ་སུད་སི་གང་ཟག་གིས་གཅིག་ནས་སུད་སི་གེ་ཁུལ་གྱི་དབང་གིས་བྱས་བ་མེད་འདུག་སྤྱི་ཡོངས་ཀྱི་ཀུན་བཏུས་ཀྱི་དགོངས་གཞི་ལམ་སྟོན་ག་རེ་རེད་དེ་གི་ཐོག་ལས་དེ། ཤར་སྐྱོད་བྱས་ཟེར་གི་བཀའ་མོལ་མང་པོ་ཞིག་ཡོང་གི་ཡོད་རེད་བ། ཤར་སྐྱོད་ཀུན་བཏུས་ཀྱི་དགོངས་གཞི་ལས་ཤར་སྐྱོད་བྱས་ཟེར་གོང་རང་དགར་ཟེར་ན་ང་ཚོ་གི་ཀུན་བཏུས་ཀྱི་དགོངས་གཞི་ཡག་པོ་ཅིག་ག་འདྲ། ངོ་མ་བྲིས་བ་ཟིན་ན་རེད་ཡང་ན་ངོས་འཛིན་མ་བསྡུ་བ། ངོས་འཛིན་བྱེད་ཡས་ལ་ང་ཚོ་གིས་ཐབས་ཤེས་མ་བཏང་བ་དང་འབད་བརྩོན་མ་བྱས་པའི་དབང་གིས་ཡོང་གི་ཡོད་པ་བཅས་གསལ་བོ་རེད། དེ་འདྲ་ཡིན་དུས་རྩམ་པ་ནི་དན་ཏིག་ཅལ་ལི་འཛམ་བུ་གླིང་དེའི་ཁྱོན་ཡོངས་ལས། ཀུན་འདུས་ཀྱི་གོང་གཞིའི་ཐོག་ལས། ཆེད་ལས་བ་ཡོད་དེ་བ་རེད་འཛམ་བུ་གླིང་དེའི་ནང་ལོགས་ལས་ཆོས་ལུགས་མི་སྣ་རེད་ཆབ་སྲིད་པ་རེད། ཤེས་ཡོན་པ་རེད་ད་ག་ནང་བཞིན་གྱི་ཅིག། སྤྱི་ཚོགས་ཀྱི་ཨ་ནི་མཁས་བ་རེད་ད་ག་ནང་བཞིན་གྱི་ལྟ་གྲུབ་སྨྲ་བ་རེད་ད་ག་ནང་བཞིན་གྱི་ཤེས་ཡིན་པ་རེད་ད་མང་པོ་ཞེའུ་གཅིག་གིས་བལ་ཏེ་ཅི་གར་སོང་ན་གདེང་འཇོག་དང་ཆེ་མཐོང་ཨ་ནི་ལམ་སྟོན་འདི་དག་ནི་ཨ་ནི་སུ་སུ་བལ་ཏེ་སྙིང་པོ་གླེང་བྱེད་ཨ་ནི་གང་ཟག་རེ་རེ་གིས་སུ་སུ་གི་མི་ཚེ་ལས་ཕན་པ་མི་ཚེ་ཕན་པ་ཙམ་མ་ཟད་ཨ་ནི་དེ་གི་ཐོག་ནས་སྤྱི་ཚོགས་ཧྲིལ་བོའི་ནང་ལོགས་ལས་ཨ་ནི་ལག་བསྟར་གང་འདྲ་བྱེད་བྱེད་ལས་བྱེད་དགོས་ཀྱི་ཡོད་པའི་ཐོག་ལས་ནི་འབད་བརྩོན་དང་ཕྱག་ལས་གནང་དོན་མང་པོ་ཞུ་བཅུག་ཡོད་རོགས་བྱས་ང་ཚོས་དེ་ལྟར་ཀུན་བཏུས་ནི་བྱས་ཁར་ཟེར་ནས་དང་སྔོན་མ་སྐྱབས་རྗེ་ཟངས་མདོག་རིན་པོ་ཆེ་གསུང་ཡས་དེར་གྲོང་པའི་བླ་མ་འགྲོ་བ་ཅིག་ཕྱག་བས་གསོལ་སྒྲུབ་བྱས་ནས་ནི་བྱས་ང་ཚོ་དེར་དན་ཏིག་ལྕགས་ལས་ཞི་བ་ཅིག་ཞུ་མ་ཐུབ་བས་ཁི་གནས་སྟངས་ཅིག་འདུག་ང་རང་ཚོ་མི་རབས་རྒན་པ་ཚོ་ཡིན་པ་ཡིན་ན་ཁོང་རྣམ་པ་ཚོ་གི་དགོངས་པ་བཞེས་ཕྱོགས་དེ་ག་རེ་ཟེར་ན་ཧ་ཅང་གི་འདི་རེད་ལྷག་བསམ་རྣམ་དག་ལྷག་བསམ་རྣམ་དག་གཡོ་བ་མེད་པ་རྦད་དེ་དྲང་གཟུགས་ལྡན་པ་དེ་འདྲས་ཀྱི་ཡིན་དུས་ཀུན་འདུས་ཀྱི་དགོངས་གཞི་རྦད་དེ་ཟབ་ཞིང་རྒྱས་བ་རྦད་དེ་མཐིལ་ཕྱིན་པ་ནི་ཅི་གར་སའི་དགོངས་པ་ཅིག་མ་རྟོགས་པ་དང་མ་ལེན་པ་ཡིན་པས་ཡིན་ནས་སོ་སོའི་གི་མི་རབས་གོང་མ་ཚོ་ལས་ལྷག་བསམ་རྣམ་པར་དག་བ་འདི་གི་ནུས་བིས་གི་སྟོབས་ཀྱིས་ཀུན་འདུས་ཀྱི་དགོངས་གཞི་དེ་ཚོ་སོ་སོའི་ངོས་ནས་གང་དག་རྦད་དེ་ལྷག་བསམ་རང་གི་ཐོག་ནས་གྲུབ་ཐུབ་པ་དེ་འདྲ་བྱུང་བ་དེ་གསལ་བོ་ཤེས་བ་རེད། ད་ང་རང་ཚོ་མི་རབས་གསར་བ་ཚོ་དེང་དུས་ཀྱི་ཤེས་ཡོན་ཡང་རྟོགས་ཚོད་རག་ཨ་ནི་དེ་ནི་གཅིག་འཛམ་བུ་གླིང་སྤྱི་ཡོངས་ཀྱི་དེང་དུས་ཀྱི་ཚན་རིག་དང་དུས་ཚོད་ཀྱི་ཡར་རྒྱས་ཀྱི་དབྱིབས་ཀྱི་མིག་གི་རྣམ་དཔྱད་ཟེར་དགོས་རེད་བསམ་བློ་འདི་ཡང་ཨ་ནི་དྲན་རྒྱུ་དགོས་པོ་དང་བསམ་རྒྱུ་དགོས་པོ་དེ་འདྲ་ཅིག་ཆགས་རྗེས། ད་སྔོན་གྱི་ཨ་ནི་མི་རབས་གོང་མ་ཚོ་རྣམས་ལས་ཡོལ་བའི་ལྷག་བསམ་དང་དྲང་ཚུགས། ཨ། དེ་ཚོ་ཡང་མེད་ཨ་ནི། ཅིག་དེང་དུས་ཀྱི་ཡང་སྲིད་ཀྱི་རྣམ་འབྱེད་དེ་བས་དེ་མཐར་ཕྱིན་པ་ཅིག་བོད་གཞིར་བཏང་བས་ཀྱི་དེ་ཡི་ནུས་བ་མེད་ཅེས་ཨ་ནི་ང་ཚོས་ཀྱི་ཅིག་གར་བཙུགས་བ་དེ་དག་ང་རང་ཚོ་ལ་གོ་སྐབས་ཡོད་པས་ཀུན་འདུས་ཀྱི་དགོངས་གཞི་ལས་ལ་ཅིག་སློབ་སྦྱོང་ཞུ་ཡས་དང་དེ་ཡི་གལ་ཆེན་པོ་ཡིན་པ་དེ་ཚོ་ད་གམ་ཚེ་ཅིག་ན་ཞུ་མ་ཐུབ་བས་ཀྱི་དཀལ་ངག་ཅིག་མཐོང་དེ་ངེས་ཅིག་ཡིན་བྱས་ཙང་དེ་ཡིན་དེ་ཙམ་པོ་ད་ང་ཚོ་སྤྱི་འཐུས་ང་རང་གྲོས་ནས་སྤྱི་འཐུས་ལས་ལངས་ཀྱི་ཅིག། ཨ་ནི་ཅི་དེའི་གི་མིང་འདོགས་ཀྱི་ཐོག་ནས། སྡིངས་ཆ་དེའི་གི་ཐོག་ནས། རང་ཉིད་ཨ་ནི་ཅིག་སྡེ་བའི་གི་ཅིག་གར་སོ་ཅི་ཅིག་མི་ཚེ་ནང་ལོགས་ལས། བོད་བརྒྱུད་ཆོས་དང་རིག་གཞུང་ལས་སློབ་སྦྱོང་མཐར་ཕྱིན་པ་ཞིག་ཞུ་ཡས་གི་གོ་སྐབས་རག་བ་ཡིན་འདི་ཙམ་པ་ཨ་ནི་དེའི་གི་ཐོག་ནས་ད་ག་འདའ་ང་ཚོའི་སྤྱི་ཚོགས་དེ་ལེགས་པའི་ཆ་ལས་ག་འདྲ་ཁྲིད་དགོས་འདུག་ཀུན་བཏུས་ཀྱི་དགོངས་གཞི་དེ་ཚོ་ག་དེ་དོན་ངོ་མ་ལས་ཀུན་བཏུས་ཀྱི་དགོངས་གཞི་དེ་ཚོ་ག་འདྲའི་རེད་འདུག་དེ་དེའི་ཐོག་ལས་སུ་སུ་གོ་རྟོགས་འཕེལ་དང་འབྲེལ་འདྲིས་ཀྱི་ཆེད་དུ་རྒྱུ་མཚན་གཅིག་དེ་ཡིན། དེ་ག་རེ་ཟེར་ན། ང་རང་ཚོ་བོད་མི་རིགས་འདི་དན་ཏིག་ཅག་ལས་ཨ་ནི་ཆབ་སྲིད་ཀྱི་གནས་སྟངས་ཀྱི་ཐོག་ནས་དཀའ་ངལ་ཆེན་པོ་ཅིག་ནང་ལོགས་ལྷུང་བསྡད་ཡོད་རེད་བོད་གཞིས་བྱེས་གཉིས་སུ་གྱེས་བ་ཨ་ནི་བོད་ནང་ལོགས་ལས་ཆ་བཙན་པ་ཡིན་ན། འདི་ཆགས་འདེགས་ཡོར་བ་གྲངས་ཉུང་མི་རིགས་རེད་རྒྱ་མི་དམར་པོ་གི་གདུག་རྩུབ་མནར་གཅོད་རེད་ད་ག་ནང་བཞིན་གྱི་ཉེན་ཁ་ཆ་ཤོས་དེ་ག་རེད་ཟེར་ན་བོད་ནང་ལོགས་ལས་བོད་མི་ཚོ་གྲངས་ཉུང་མི་རིགས་ཆགས་ཡས་དང། མི་རབས་འཕོ་འགྱུར་གྱི་རིམ་པས་ཀྱི་ཐོག་ནས་ཨ་ནི་གང་ལྟར་བོད་རྒྱ་བརྒྱ་འགྱུར་གྱི་གནས་ཚུལ་བོད་རྒྱ་ཡུལ་དུ་འགྱུར་ཡས་ཀྱི་གནས་ཚུལ་ཅིག་དང་ཡོང་འདེགས་ཡོར་རེད། བདུད་ཀྱི་གནས་དང་ཡིན་ཚེ་བཙན་པ་བོད་མི་རིགས་འདི་རེད་ད་ཅིག་བཙན་བྱོལ་ལས་ཆ་བཙན་པ་ཡིན་ང་རང་ཚོ་ཧ་ཅང་གི་ཨ་ནི་ཁ་འཐོར་བ་དང་ཧ་ཅང་གི་ཨ་ནི་ཁར་ཟུར་བ་རྒྱ་ཆེན་པོ་ཅིག་གི་ནང་ལོགས་ལ་ཁ་འཐོར་ནས་གནས་ཡོད་པ་ཡིན་དུས། ང་རང་ཚོ་མི་རིགས་ཀྱི་ངོ་བོ་སྲུང་སྐྱོབ་ཟེར་ཏེ་ད་གང་ཧ་ཆེན་པོ་ཅིག་གང་དེ་ལྷག་བསྡད་ཡོད་རེད་དེ་འདྲ་ཡིན་དུས་བཙན་པ་སོ་སོའི་སྤྱི་བདེ་ལས་ལངས་བྱས་ཚེ་སོ་སོ་གཞན་རྒྱལ་ཅིག་ཡིན་པའི་ཆ་ནས་ཨ་ནི། ཅེས། ཀུན་བཏུས་དང། ང་རང་ཚོ་མི་རབས་གོང་མ་ཚོ་གི་ཐུགས་རྗེ་བཀའ་དྲིན་གྱི་མཐུན་འགྱུར་དང་བཀའ་དྲིན་ལས་གཏད་བཅས་ཨ་ནི་དགེ་བའི་བཤེས་གཉེན་རྣམས་ཀྱི་མདུན་ནས། ནང་དོན་རིག་པ་གཙོ་གྱུར་གྱི་བོད་ཀྱི་ཨ་ནི་གནའ་བོའི་རིག་གཞུང་ལས་སློབ་སྦྱོང་བྱེད་ཡས་ཀྱི་གོ་སྐབས་ཤུགས་ཆེན་པོ་ཞུ་ཅིག་ད་གོ་སྐབས་རྩ་ཆེན་པོ་ཞུ་ཅིག་རག་བས་ཀྱི་མི་རིགས་མི་ཅིག་ཡིན་ཙང། ཨ་ནི། རང་མི་རིགས་ཀྱི་གང་ལྟ་ཅིག་གི། ངོ་བོ་གསུང་ཡས་ལི་ཨ་ནི་དེང་དུས་ཀྱི་ཨ་ནི་ག་རེ་ཟེར་དགོས་རེད། གཞན་རྒྱལ་ཚོགས་དང་གནའ་བོའི་གི་ང་རང་ཚོའི་གི་མི་རིགས་ཀི་ངོ་བོ་དེ་ཉིད་ཀི་པ་རག་ལི་གང་ལྟར་མཐུད་རྒྱ་ཡས་ལི་ཅིག་རྒྱག་ཐུབ་བ་ཅིག་འདུག་བསམ་པ་དེ་སོ་སོ་ལི་གདིང་ཚོད་ཐོ་ཕྲས་པོ་ཅིག་ཡོང་གི་འདུག་གཞི་རྩའི་སོ་སོ་མི་རབས་གསར་བ་ནང་ལོག་ལི་ཚུད་བའི་བཟོ་བསྒྲུབ་ཅིག་ཡིན་དི་ཨ་ནི་ཁོ་ཅིག་ཕག་ཚུགས་གར་ཚུགས་རེད། བརྒྱུད་ལམ་དེ་ཡང་སྟབས་བདེ་བོ་བྱས། ཨ་ནི་ཡང་སོ་སོ་ལས། ཐུགས་རྗེ་བཀའ་དྲིན་ལས་བལྟས་བྱས། ཅིག། གནའ་རབས་ཀྱི་ཨ་ནི་སློབ་སྦྱོང་དེ་ཡང་དུས་སུ་རག་བ་ཅིག་ཡིན་འདི་ཙམ་པ། བྱས་ཙང་འདི་ཡིན་ཙང་མི་རིགས་ཀྱི། ངོ་བོ་སྲུང་སྐྱོབ་གནང་ལོག་ལ་སྐད་ཡིག་རེད་མི་རིགས་ཀྱི་ཡ་རབས་སྤྱོད་བཟང་རེད། མི་རིགས་དེ་གི་གང་ལྟར་བླ་ན་མ་མཆིས་པའི་ངོ་བོ་གང་འདྲ་ཡིན་པ་དེ་ཚོ། ངོས་འཛིན་དང་ཨ་ནི་དེ་ཚོ་རྒྱུན་འཛིན་གྱི་ཐོག་ལས་སོ་སོ། ཨ་ནི་ཅིག། སྤྱི་བདེའི་གི་ད་གང་ལྟར་མཚན་རྟོག་གི་ཐོག་ནས་ཨཱ་ནི་ཅིག་སྡིངས་ཆ་རྩ་ཆེན་པོ་དེ་བེད་སྤྱོད་བཏང་བའི་ཐོག་ནས་ཨཱ་ནི་དེ་ནི་ཡང་མ་མི་དམངས་ལས་ག་རེ་བརྩི་དགོས་རེད་པ་མཉམ་ཞུགས་ཞུ་ཡས་ཟིན་ནར་ཡང་ན་ཅིག་ག་རེ་སོ་སོ་སོའི་ནུས་བ་བརྟེན་དེ་ཤུགས་ཆེ་དང་ཨཱ་ནི་ཅིག་ནུས་བ་ཆེ་ཞིག་ཡོང་ཡས་ཀི་དེ་ཅིག་རེ་བ་ཡོད་དུས་ཙམ་པ་ཨཱ་ནི་དེ་འདྲིས་བྱས་ནས་གཉིས་པ་དེ་མི་རིགས་ངོ་བོའི་ཐོག་ལ་སོ་སོའི་ངོས་ནས་ཞབས་ཞུ་སྒྲུབ་པའི་འོ་དེ་འདྲིས་ཅིག་ཡིན། ཨ་ནི་གསུམ་པ་དེ་ཆ་འཛིན་པ་འམ་མི་རིགས་ཀྱི་ད་འཐབ་རྩེད་དེ་ང་རང་ཚོ་དེ་འད་འགྲོ་བཞིན་པ་ཡིན་དེ་འཐབ་རྩེད་དེ་ང་རང་ཚོ་བློས་བཏང་ཐབས་མེད་པ་ཅིག་རེད། ཨ་ནི་བོད་ཀྱི་མི་རིགས་ཀྱི་བོད་མི་རིགས་ཀྱི་འཐབ་རྩེད་དེ་ཨ་ནི་ཅིག་གི་མི་རབས་ཀྱི་འཐབ་རྩེད་ཅིག་མ་རེད་བོད་མི་རིགས་ཀྱི་འཐབ་རྩེད་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་དེ་ང་རང་ཚོ་ཇི་སྲིད་བོད་ཀྱི་ཨ་ནི་བདེན་མཐའ་མ་གསལ་བར་དུ་དེ་སྲིད་དུ་ཨ་ནི་བོད་མི་རིགས་ཀྱི་འཐབ་རྩེད་དེ་རྒྱུན་འཁྱོངས་བྱེད་དགོས་དུས་ཙམ་པ། ཨ་ནི་ང་རང་ཚོ་མི་རབས་རྒན་པ་ཚོས་ཀྱི་ཅིག་གི་ད་ལྟ་བར་དུ་རྒྱུན་སྐྱོང་གནང་བྱས་དེ་འདྲ་རེད་ཨ་ནི་དེ་ཡིན་དུས་མུ་མཐུད་ནས་ད་གང་དག་རྒྱུན་སྐྱོང་བྱས་བྱས་འགྲོ་དགོས་ཏེ་གནད་འགག་ཆེན་པོ་ཅིག་ཐབས་རྩེ་ལས་ཁད་ཆེན་པོ་ཞུ་ཅིག་ཆགས་བསྡད་ཀྱི་ཡོད་པ་དེ་ཆགས་བསྡད་ཀྱི་ཡོད་རེད་དེ་ད་དེ་འདྲ་ཡིན་དུས་རྩམ་པ་ཨ་ལྟ་བུ་ཅིག་ཆགས་ཟིན་པ་ན་བོད་ཀྱི་གྲོང་གསེབ་གང་ཡིན་དེ་ཡིན་མེད་པའི་གྲོང་གསེབ་ཆུང་ཆུང་ཞུ་ཅིག་ལ་སྐྱེས་པ་རེད་བཙན་བྱོལ་སླེབས་དུས་རྩམ་པ་བཙན་བྱོལ་ནང་ལོགས་ལས་པའི་རང་དབང་ཡོད་པའི་གི་རྒྱ་ཁབ་ཀྱི་མི་རིགས་མི་སེར་ནང་བཞིན་གྱི་སློབ་སྦྱོང་གི་བར་དེ་ད་ཡིན་ག་དོར PHD འབུམ་རམས་པ་བར་གྱི་སློབ་སྦྱོང་རག་བས་དེ་འདྲ་ཅིག་ཆགས་ཏེ་འདི་ཡང་ནི་ང་རང་ཚོ་བོད་མི་རིགས་ཀྱི་སྲོག་རྐྱེན་རིག་གནས་རང་གི་ཐོག་ལས་སློབ་སྦྱོང་རག་བ་དེ་འདྲ་དང་ནི་དུས་འདི་གི་སློབ་སྦྱོང་འདི་ཚོ་ཡིན་ན་གཞི་རིམ་དང་བྱས་རྗེས་ད་ཡིན་དེ་ཚོ་རག་ཟིན་པ་ཇི་འདྲ་ཡིན་འདི་ཙམ་པ་ད་སོ་སོ་ལས་ཅིག་དེ་འདྲ་བར་དུ་སོ་སོ་ལས་གང་མཐོ་བ་དེ་དག། བཀའ་དྲིན་ཅན་གྱི་མི་མང་པོ་ཞིག་གིས་ཐུགས་ཀྱི་བཀའ་དྲིན་ལས་བརྟེན་ནས་བྱུང་བ་ཡིན་ཏེ། ད་ཡང་གར་ཟས་ཅིག་ཆུ་ཐར་སོང་ཨ་ནི་ཟམ་པ་ག་ལེར་ཞུ་བ་ཟི་ངེ་ཟོ་དྲོ་བོ་མ་ཡིན་པ་བྱས་ནས་གང་དག་མི་རབས་གོང་མ་ཚོས་ཀྱི་ཨ་ནི་སྐུ་ལས་རྒྱན་པའི་ཀྱི་ང་རང་ཚོའི་ཐབས་རྩིས་ཀྱི་རྒྱུན་དེ་ཨ་ནི་མུ་མཐུད་ནས་གནས་ཡོད་ལ་ད་མི་རབས་གསར་བ་ཚོས་ཀྱི་མཇུག་མཐུད་དགོས་དུས་ཙམ་པ་ང་རང་གིས་ནི་དེ་གལ་ཆེན་པོ་ཞིག་མཐོང་བསྡད་ཀྱི་ཡོད། དེ་ནི་མི་རིགས་ཀྱི་འཐབ་རྩོད་ཀྱི་རྒྱུན་སྐྱོང་དེ་ལས་སོ་སོའི་ངོས་ནས་མཇུག་སྒྲིལ་བྱས་ཏེ་རྒྱུ་མཚན་གཅིག་སྤྱི་ཐིག་ལངས་གལ་ཏེ་རྒྱུ་མཚན་གཅིག་དེ་ཡིན། ག་ཚོད་མཇུག་བསྐྱང་དགོས་རོགས་ད་ང་རང་ཚོ་གོ་ཆེན་གཉིས་ཡིན་དུས་མི་རབས་རྒན་པ་ཚོ་འདུག་ཚེ་རིང་བས་ཀྱང་ནི་རྫོགས་འགྲོ་གི་རེད་ད་མི་རབས་གྱེན་པ་ཚོ་གིས་ནི་མཇུག་སྐྱོང་བྱས་ད་ཁོ་སྟག་མོ་བལྟ་བའི་དད་ཀྱི་དེ་གཟི་བརྗིད་རྩ་བ་ཉིད་ནས་རེད་མི་འདུག་ཡང་ང་རང་ཚོའི་སྤྱི་ཚོགས་ནང་ལ་སྟག་མོ་བལྟ་བྱས་བྱས་གཤེད་པ་བརྒྱབ་སྟེ་དུས་ཚོད་གཞིས་ཀ་འགྲོ་བྱེད་རོགས་ང་རང་སྒེར་ལས་ཆ་འཛིན་པ་ནི་དེ་འདྲ་རྩ་བ་ནས་རེད་མི་འདུག་དེ་འདྲའི་རྩ་བ་ནས་ནི་འོས་བབ་རེད་མི་འདུག་གཤེད་པ་རྒྱག་ཡ་དང་སྟག་མོ་བལྟ་ཡ་གི་དུས་ཚོད་ཁོ་རང་མི་འདུག་སོ་སོའི་སྤྱི་ཚོགས་ནང་ལ་གང་ལྟར་ཕ་ནུས་པ་དེ་ནི་སྤུངས་བྱས་ཏེ་སྤྱི་བའི་ཐོག་ནས་རྒྱུན་སྐྱོང་བྱེད་གལ་ཏེ་ག་རེ་ནུས་པ་དེ་སྤུངས་ས་ག་བ་འདུག་དེ་ནུས་པ་དེ་སྤུངས་བྱས་མི་རབས་གོང་མ་ཚོ་གི་སྐུ་ལས་སྐྱོན་ཞག་བསྐྱོད་དེ་ང་ཚོས་ཐབས་ཆེན་དགོངས་བ་དེ་ག་འདྲ་བྱས་ནས་རྒྱུན་གནས་ཐུབ་བ་བྱེད་དགོས་ཚུལ་དེ་འདྲའི་ཐད་ལ་བསམ་བློ་བཏང་དེ་ངས་བྱེད་ཀྱིན་ད་ཞི་བ་དེ་ཕྱག་བཙན་པ་ཡིན་ན་ཨ་ནི་མི་རབས་མི་རབས་གཞོན་པའི་གི་འོས་འགན་དང་ཨ་ནི་མ་འོངས་པའི་ཕལ་ཆེར་དེ་རེད་ད་དེ་འདྲ་སོ་སོ་མི་རབས་གཞོན་པའི་གི་ཁོངས་གཏོགས་ཀྱི་མི་ཞིག་ཡིན་དུས་སྐྱེས་ས་བལ་ལི་སྐྱེས་བ་རེད་ཤེས་ཡོན་སློབ་སྦྱོང་ལ་སོགས་བ་འདི་ཚོ་འཚར་ལོངས་བྱུང་ས་དེ་ཨ་ནི་བཙན་བྱོལ་ནང་ལོགས་ལས་བྱུང་བ་རེད་བྱས་ཙང་འདི་ཡིན་དུས་དམ་པ། ཅིག། བོད་ཕྱི་ནང་གཉིས་ཀྱ་ལས། འབྲེལ་བ་ཡོད་པའི་གི་མེད་ཀྱི་འདུག་ཅེས་ཆགས་དེ་བེའོ་རེད། དེ་འདྲ་ཡིན་དུས་རྩམ་པ། འོས་འགན་ཡང་ལྕི་བ་ཐོངས་དེ་ངེས་ཅིག་ཡིན། དེ་འདྲའི་ཆ་ལས་ཨ་ནི་བོད་ཀྱི་མི་རབས་གཞན་པ་ཚོ། ལས་དུས་འདི་གི་ད་གཞན་ཅིག་གི་ཤེས་ཡོན་དང་ཡང་ན་དུས་འདི་གི་ད་གང་དག་ཚན་རིག་ལ་སོ་བའི་གི་ད་ཆོས་ངེས་བའི་གི་འཕོ་འགྱུར། ཡར་རྒྱས་ཀྱི་འཕོ་འགྱུར་འོག་ནས་ང་ཚོ་མི་རབས་གཞན་པ་མང་པོ་ཞིག་ལས་ཅེས་གར་སོང་ནུས་པ་དེ་ནི་བོད་བརྒྱུད་རྩ་དོན་དང་བོད་མི་རིགས་ཀྱི་གར་སོང་སྐོར་སྤྱི་དབུས་ཀྱི་ལས་དོན་ཐོག་ཏུ་དཔུང་དམག་བསྡུ་བའི་བཟོ་བསྒྲུབ་ཅིག་དེ་འདྲ་མཐོང་བདེན་གྱི་འདུག་བྱས་ཙང་འདི་འདྲ་ཡིན་འདི་ཙམ་པ་ད་སོ་སོ་ཡང་གཞན་རྒྱལ་གྱི་བོད་སྤྱི་དབུས་ཀྱི་ལས་དོན་ཐོག་ལ་གོ་སྐབས་གར་སོང་གོ་སྐབས་བླངས་བྱས་པ་དངོས་སུ་དོན་པ་ཡིན་ན་ཡང་སོ་སོ་དང་འདྲ་བའི་གི་གར་སོང་སོ་སོ་དང་འདྲ་བའི་གི་ད་ཅིག་ལོ་མཉམ་དང་ད་ག་ནང་བཞིན་སོ་སོ་དང་ཨ་ནི་དུས་མཉམ་པའི་དུས་རབས་མཉམ་པའི་གི་དུས་ཚོད་མཉམ་པའི་གི་མུས་གཞན་རྒྱུད་ཚོ་ངེས་ནས་ཧི་ཅིག་ལྟ་སྟངས་ཟ་བ་དང་གར་སོ་རེད་ཅིག་མཉམ་བསྒྲིགས་བྱེད་ཨེ་ལེ་གང་དག་ཅིག་མཉམ་བསྒྲིགས་བྱེད་གིན་སི་བྱས་ཀྱི་སྐད་ཆ་རྫིག་པོ་བཤད་དགོས་གི་མེད་པའི་ཐོག་ནས་ཨོ་དེ་ང་ཅིག་ག་ལོར་ལྟ་སོ་སོའི་ལོ་མཉམ་དང། གནས་ཚད་རན་པ་ཅིག་ཡང་སྡིངས་ཆ་གཅིག་གི་སྒང་ལས་སླེ་བ་ཡིན་ན་དེའི་ཡུལ་གྱི་ནུས་བ་བཏོན་ཡོང་དུས་ཚོད་མར་ཁོ་རང་བཞིན་ཙི་ཙི་ཡང་ཁོ་ཉི་བོ་དང། དེ་སྡུག་ཚེ་ཆ་དེ་དེ་འདྲ་ཅིག་རང་བཞིན་ཡོང་སྡོད་ཀྱི་ཡོད་པ་རེད། དེ་འདྲ་ཡིན་དུས་ཙམ་པ་ནི་ཆེ། གཞན་སྐྱེས་ཚོའི་དན་ཏིག་གི་གཞན་སྐྱེས་ཨ་ནི་མ་འོངས་པའི་གི་ཨ་ནི་རེ་བ་བསལ་ཏེ། ངས་དན་ཏིག་གི་གཞན་སྐྱེས་ཚོའི་གི་དན་ཏིག་ཡང། ངར་ཚོ་སྤྱི་ཚོགས་ནང་གར་ཡོང་དན་ཏིག་གཞན་སྐྱེས་ཚོ་ལས་རེ་བ་བརླག་བས་སོ་འགྲོ་ཅིག་ཡོང་གི་འདུག་རེ་བ་ནམ་ཡང་བརླག་ཡས་མེད། དེ་འདྲའི་གཞན་རྒྱུད་ཚོའི་ཁོར་ཡུག་དང་གནས་སྟངས་མི་འདྲ་བ་ཅིག་ནང་ལོགས་ལ་འཚར་ལོངས་བྱུང་ཡོད་དུས་ཁོ་ཚོའི་གི་བསམ་བློའི་གི་འཕེལ་རྒྱས་དང་ཁོ་ཚོའི་གི་ནུས་བ་ཡིན་ན་མི་འདྲ་བ་ཅིག་ཡོད་བསྡད་པ་རེད་ནུས་བ་མི་འདྲ་བ་དེ་ང་ཚོའི་གི་བོད་སྤྱི་བའི་གི་ལས་དོན་གི་ཐོག་ལས་ཨ་ནི་ཅིག་གི་ཕ་སྤུང་ངས་ག་འདྲ་ཚོས་སྤུང་དགོས་འདུག་བོད་སྤྱི་བའི་ལས་དོན་གི་ཐོག་ལས་ཕ་ཁ་དྲོ་ཁ་དྲོ་ག་འདྲ་ཚོས་ཆོག་དགོས་འདུག་དེ་འདྲའི་ཐད་ལས་ཨ་ནི་སུད་སིའི་ངོས་ནས་ནུས་བ་གང་ཙམ་གྱིས་བཏོན་ཐུབ་གི་གདེང་ཚོད་ཅིག་ཡོད་པ་ཞིག་ཡིན། དེ་འདྲ་ཡིན་དུས་ཙམ་པ་ཨ་ནི་དེ་རིང་གི་བའི་དེ་ནི་མ་ལྷག་བསམ་ཚོགས་པའི་ནང་ལོགས་ལས། གི་བ་ཨ་ནི་དབུས་གཙང་སྤྱི་འཐུས་ལས་ལངས་དགོས་བས་ཀྱི། ད། རྒྱུ་མཚན་ཨ་ནི་ཐུགས་སུ་གཞིས་བྱས་ཨ་ནི་དེ་ནི་སུད་སི་གི་གོང་ལས་ངོ་སྤྲོད་དོར་དུས་ཀྱི་ཐུགས་སུ་ཞུས་ཡོད། ཨ་ནི་དེ་འདྲ་དེ་ལྷག་བསམ་ཚོགས་པ་ནང་ལོགས་ལས་ཡོད་བས་ཀྱི་ཚོགས་གཙོ་ལ་གཙོས་བས་ཀྱི་ཨ་ནི་ཚོགས་མི་དབུས་གཙང་པ་རྣམ་པ་ཚོས་ཀྱི་ཨ་ནི་གུས་བ་ལས་ཅིག་འོས་བབ་བཟི་གི་ཡོད་པ་ཡིན་ན་ཨ་ནེ་རྣམ་པ་ཚོ་གིས་རྒྱབ་སྐྱོར་གནང་རོགས་གནང་ཟེར་འདུག་ཟེར་ཞུ་གི་ཡོད་སུ་སུའི་ངེས་ནས་དེ་ལྷག་བསམ་དང་ག་ཚ་ཆོད་སེམས་དང་ལངས་ཕྱོགས་ཟེར་དེ་ཚོ་ལི་ཅིག་གར་ཚུགས་པ་རེད་དེ་འདྲ་བ་དུ་སུ་སུ་ལི་གང་ལྟར་རང་ཚུགས་ཅིག་བསྟན་པ་དང་གང་ལྟར་ཅིག་སུ་སུ་སུ་ཁུངས་འཁྱོལ་བ་ཅིག་ད་ལྟ་མི་ཞིག་དེ་འདྲ་ཐོས་ཚེ་དེ་འདྲ་ཡིན། བྱས་ཙང་དེ་འདྲ་ཡིན་དུས་རྩམ་པ་རྣམ་པ་ཚོས་ཀྱི་རེ་བ་དང་ཡིད་ཆེས་ཨ་ནི་ཅིག་ཆུད་ཟོས་ལས་ནམ་ཡང་བཏང་གི་མིན་ཞེས་ཅིག་ཅིག་དམ་བཅའ་ཞུ་གི་ཡོད། དེ་འདྲ་ཡིན་དུས་རྩམ་པ་རྣམ་པ་ཚོས་ཀྱིས་ཅིག་རྒྱབ་སྐྱོར་གནང་རོགས་གནང་ཟེར་ཐུགས་ཞེ་ཞུ་ཡ་ཡིན་ཐུགས་རྗེ་ཆེ།